ངས་ལོ་རྒྱུས་སུ་ཞུས་པ་ཡིན་ན། ད་ལྟ་ཡུ་རོབ་ཀྱི་ཁུལ་དེ་ལ་ཡ། ཡུ་རོབ་ཁུལ་ལ་ཡ་དེ་པར་མའི་ནང་ལ་བཞུགས་ཉིན་ཆོས་ཚོགས་གཅིག་གི་ཕལ་ཆེར་དགེ་བཤེས་གཅིག་ཡོང་རེད་ཟེར་གྱི་འདུག་ད་དགེ་བཤེས་རྒན་པ་དེ་འདྲ་སྦྱིན་ས་རེད། ཨོའི་ཁོ་རང་གི་བཞུགས་ས་དེའི་ནང་ལ་ཡ། Cockroach འབའ་པོ་འདྲ་བཞུགས་ཡིན་ས་རེད། ད Cockroach ཕྱི་རྒྱལ་དུ་བ་ཡིན་ན་ཁོ་བསད་ཡས་ཀྱི་ཐབས་ཤེས་ད་མང་པོ་ཡོད་རེད་བ། རེད་དེ་ལས་ད་ལྟ་དགེ་བཤེས་ལགས་དེ་གིས་ཨ་ནི Cockroach ག་ཚོད་ཟིན་ཐུབ་ཐུབ་གཟིམས་ནས།

ཨ་ནི་ཆོས་ཚོགས་གཙོ་ས་གའི་ཁང་པ་དེ་གི་ཕ་ཤོག་དེ་ལ་ཡང་ཁང་པ་བྱོས་རེད་དེ་ཁང་པ་དེ་དེ་ནང་ལོགས་ལ་ཡང་མི་དེ་ཉེ་མེད་པ་བྱས་བྱས་ནི་ཁང་པ་སྟོང་པ་ཁང་སྟོང་བྱས་ནི་བཞག་ཡོད་རེད་འོ་དེ་བཞག་པའི་རྐྱེན་གི་ད་ཁང་པ་དེ་ནང་ལོགས་ལ་ཡང་ད་ཨ་ཅན་གཟིགས་ཁང་འཛུགས་འདྲ་བ་བྱ་བསྡད་ཡོད་རེད། ད་མོ་ནི་ཏྲི་ལི་ཛ་ཏྲི་ཡོག་རེད་ཙི་ཙི་ཡོག་རེད་འདྲ་མ་འདྲ་ཡོག་རེད་ཨ་ནི་ད་ལྟ་མོ་གི་ནང་དེ་ཆོས་ཚོགས་ཡིན་པ་ཡིན་ཙང་ཨ་ནི་འོག་དེ་ལ་ཡ་ཐབ་ཚང་དེ་ད་ལྟ་ཆོས་ཚོགས་གི་ཚོགས་ཚོགས་ས་གི་ཕ་ཆོག་དེ་ཐབ་ཚང་དེ་ད་མི་ཚོགས་གི་ཡ་ཆོས་ཚོགས་གི་ཚོགས་མི་ཚོགས་གི་ཡ་ཚོགས་དེ་འདྲེ་དང་ཤིང་ཏོག་དེ་འདྲེ་དང་བེ་སི་ཀིར་དེ་འདྲེ་དང་ཨ་གང་བྱུང་མ་བྱུང་ཁྱེད་ཕ་གི་ལ་ཡ་ད་བཟའ་ཡ་མང་པོ་ཞིབ་པོ་ཞིག་ཕ་གི་ཡོད་པ་སོང་ཙང་ད་ཙི་ཙི་མང་པོ་ཞིབ་པོ་ཞིག་སླེབས་པ་རེད། ད་ཙི་ཙི་མང་པོ་གླས་ཡོང་དུས་ད་ཙི་ཙི་གི་ཡག་ག་དུས་ཡིན་ནས་དཀའ་ཉེན་སྤྲད་བྱས་ནས་ཨ་ནི་ང་ཡོད་པའི་ཁ་ཐུག་དེ་ལས་དེ་ཙི་ཙི་ཡོད་པའི་ཁ་ཐུག་དེ་རེད་དེ་ཡག་གི་དེ་ཐོག་ཁ་སི་ལིང་གི་ཟུར་དེ་བ་བྱས་ནས་ཡོང་གི་འདུག་ཨ་ནི་དེ་ནས་ཡོང་གི་འདུག་བྱས་བྱས་ནས་ངས་ཕལ་ཆེར་ང་ཡིན་ས་ཡོད་ངས་གཅིག་དེ་བ་བྱས་ལ་དཀའ་ཡིན་པས་སང་ཉིན་ཞོགས་ཁས་དེ་དེ་ཨི་ཁང་སྟོན་བཞག་འདུག།

རྡོ་རྗེ་སྤྱོད་པ། རྡོ་རྗེ་སྤྱོད་པ་བསམ་འཕེལ་རྗེ་བླ་མ་བཟོད་པ་རིན་པོ་ཆེ་གི་བཀའ་སློབ་ཡིན་པ་ཡིན་ན་གར་ཡིན་པ་ཡིན་ན། ཨ་ནི་ཆོས་ཚོགས་ཁོ་རང་ཚོ་ཚོགས་མི་ཚོ། ས་སྤེན་པ་ཉི་མ་ཡིན་ན་གར་འདྲེ་ནས་ཅིག་ལ་ཡང་འཛོམས་ནས་རྡོ་རྗེ་སྤྱོད་པ་ཐེངས་མང་མང་པོ་ཞིག་འུ་ཅི་བསགས་སོ། ཨོ་དེ་འདྲའི་བསགས་བསགས་བསགས་བྱས་ནས། ཨ་ནི་པ་ར་ཅིག་ལ་ཡང་ཙི་ཙི་མས་ཉེས་ཆགས་སོ་དེ་ཙི་ཙི་སུ་གཅིག་གི་སེམས་ཉེན་ཡོད་མ་རེད། འོ་དེ་འདྲ་བྱ་དགོས་དང་ད་དངོས་གནས་དྲང་གནས་ཀྱི་ཁོ་ལས་འབྲས་ལ་ཡ་ཡིད་ཆེས་ཡོད་པ་ཡིན་ན་ཨ་ནི་དེ་འདྲ་བྱེད་ཀྱི་མི་འདུག་ད་ང་རང་ཚོ་དེ་འདྲས་ཀྱི་དཀའ་ཉེན་ཞིག་འཕྲད་པ་ཡིན་ན་ལམ་སང་ཁོ་རང་དེ་གསལ་ཡས་ཀྱི་ཐབས་ཤེས་བྱེད་ཀྱི་རེད་མ་གཏོགས་དེ་ལ་ཡ་ཐབས་ཤེས་གཞན་པ་ཅིག་ག་རེ་འདོད་བལྟ་གི་མ་རེད་བ། ག་རེ་སུ་འདོད་ང་གལ་ཆེན་པོ་རེད་ཕ་ཕྱོགས་དེ་ད་གལ་ཆུང་ཆུང་རེད་བ། འོ་དེ་གི་གར་བསྟན་གི་ཡོད་རེད་བཟོས་དུས་ད་ཅི་ང་རང་ཚོ་མང་ཆེ་གི་ལས་རྒྱུ་འབྲས་ཅིག་ཤེས་པ་ཙམ་མ་གཏོགས་དངོས་གནས་དྲང་གནས་ཀི་ལས་འབྲས་ལ་ཡང་ཡིད་ཆེས་མེད་པ་དེ་གསལ་པོ་བསྟན་གི་འདུག་ཨ་འོ་དེ་འདྲས་རེད་ཨ་ནི་དེ་ནས་འོ་དེ་བྱས་དེ་ཡིན་དུས་ད། སྲོག་གཅོད་བསད་དེ་ཞིབ་ཚགས་ཅན་ཆེན་པོ་ཡིན་ན། ཨ་ནི་གཞིའི་བསམ་པ་སྦྱོར་བ་མཐའ་ཐུག། ད་དེ་གཞི་ག་ཚང་པ་ཡིན་ན། ཨ་ནི་ད་ག་རེ་ས་འོ་རེད་ལས་ལམ་ཡོངས་སུ་རྫོགས་པ་ཡིན། ད་སྤུས་དག་པོ་ཆགས་མཚམས་རེད། ད་དང་པོ་དེ་ལ་ཡ་གཞི་དེ་ག་རེ་གོ་གོ་རེད་ཚུལ་དུ་སྲོག་དང་ལྡན་པའི་སེམས་ཅན་གཞན། ད་སེམས་ཅན་གཞན་པ་སྲོག་ཡོད་ཉིད་ཀྱི་སེམས་ཅན་གཞན་པ་ཅིག་གོ་གོ་རེད། ཨ་ནི། ད་འདུ་ཤེས་དང་བསམ་པ་དེ་ལ་ཡ། ཨ་ནི་འདུ་ཤེས་ཀུན་སློང་ཉོན་མོངས་སུ་བྱས་བྱས་ནས། ད་འདུ་ཤེས་ག་རེ་སོད་དུས་དེ་ལ་བསྡུར་ཤེས་ཤིང་མ་འཁྲུལ་བ། སི། ད་སེམས་ཅན་དེ་བསད་གོ་བསམ་སེམས་ཅན་དེ་ལ་ཡ། འདུ་ཤེས་པ་བྱས་ཤེས་པ་ནང་བཞིན་ད་མ་འཁྲུལ་བ་ཅིག་གོ་གོ་ཡོད་རེད། དཔེར་ན་ལུག་བསད་གོ་བསམ་བྱས་ནས་བྱ་སྡེ་ཅིག་བསད་སོང་ན། ཨ་ནི་ཡང་དེ་འདུ་ཤེས་འཁྲུལ་བ་ཆགས་འགྲོ་གོ་རེད་བ། འོ་དེ་ཡིན་དུས་ད་ལས་ལམ་ཡོངས་སུ་རྫོགས་གོ་ཡོད་མ་རེད། ད་ཀུན་སློང་དེ་ལ། ཨ་ནི་གསལ་འདོད་ཀྱི་བསམ་བློ་ཅིག་ཁོ་བོ་ཡོད་རེད། ད་ཉོན་མོངས་དེ་ལ་ཡང་དུག་གསུམ་གང་རུང། ད་འདོད་ཆགས་ཀྱི་སྒོ་ནས་བསལ་ཡས་དེ་ད་ཡོད་རེད་བ་ཤ་ལ་ཆགས་ནས་པགས་པ་ལ་ཆགས་ནས་རེད་བ་ཤ་ཟ་ཡས་དོན་དག་ལ། ཨ་ནི་པགས་པའི་དོན་དག་ལ། འོ་དེ་འདྲས་རེད། ད། ཞེ་སྡང་གི་སྒོ་ནས་བསལ་བ། ནི་སོ་སོའི་གྲགས་དང་དེ་འདྲས་ལ་ཡ། མ་དགའ་བ་ཤུགས་ཆེན་པོ་བྱས་བྱས་ནས། ཕ་ཕྱོགས་ལ་ཡ། ནི་བསལ་ཡས་ཡུངས་ཀུར་བ། འོ་དེ་ཚོ་ད་ཞེ་སྡང་གི། ད་གཏི་མུག་གི་སྒོ་ནས་བསལ་བ་བསལ་ཏེ་ད་དེར། ད་ལྟ་དེ་པར་ན་ཡོད་པ་ན་བཞིན་བྱས་བྱས་ནས། ད་ལྟ་བལ་ཡུལ་ལ་ཡ་ལོ་གཅིག་ལ་ཡ། བལ་དུ་ཁོ་རང་སེམས་ཅན། བལ་སྟོང་ཕྲག་མང་པོ་བསལ་གི་དང། ད་དེ་ཚོ་གཏི་མུག་རུ་བ་གཏི་མུག་གི་དབང་གིས་ག་རེ་བཟོ་དུས། སེམས་ཅན་བསལ་ནས། གསལ་ཡས་ཏེ། ཨ་ནི་ཡང་ཁོ་རང་ཚོའི་ལྷ་ལ་ཡང་མཆོད་པ་ཕུལ་གྱི་ཡོད་པའི་སྐད་ཆ་རེད་བ། དེ་མཆོད་པ་ཕུལ་བ་ཡིན་ན། ཨ་ནི་ལྷ་ག་རེ་ཡིན་པ་ཡིན་ན་དེ་རྙེད་ནས་ཨ་སོ་སོ་ལ་ཡ་ད་བྱིན་རླབས་ཡོང་ཡས་དང། ཨ་ནི་ད་ཐར་པ་ཡོང་ཡས་སྐད་ཆ་བཤད་གི་ཡོད་མེད་གང་ཞིག་དེ་ལས་གང་ད་ད་མཆོད་སྦྱིན་རེད་བྱས་བྱས་ནས་ཁོ་ཆོས་ཀྱི་བྱ་བ་བྱས་ཆོས་ཀྱི་བྱ་བ་འདྲ་བ་བྱས་ནས་རྩིས་འགྲོ་གི་འདུག་བ། འོ་དེ་ཚོ་ད་གཏི་མུག་གི།

ཨ་ནི་སོགས་བྱས་པ་རེད། འོ་འདི་ཡིན་དུས་ད། ཡིན་གཅིག་མིན་གཅིག་ད་ལྟ་སྲོག་གཅོད་ཀྱི་ལས་བསགས་པ་ལ། ཡིན་གཅིག་མིན་གཅིག་རང་གིས་བྱེད་དགོས་ཀྱི་ཡོད་མ་རེད། སོ་སོ་གིས་གཞན་པ་ལ་ཡར་སྐུལ་མ་བྱས་པ་ཡིན་ན། ཨ་ནི་སྲོག་གཅོད་ཀྱི་ལས་ཆགས་འགྲོ་གི་ཡོད་རེད། ཐ་ན་ང་ཚོ་ད་དེ་བ་ལ་ད་ཡོད་མ་རེད་དེ་ལས་བོད་ལ་ཡར། ཨ་ནི་སོ་སོ་གི་སེམས་ཅན་སུ་དེའི་གར་ཟ་གོ་རེ། སོ་སོ་གི་ཤ་གོ་གི་ཡོད་པས་ན་སོ་སོ་གི་ད་ར་ལུག། བ་ཆུ། གཡག་གར་ཡིན་པས་ནི་ད་དེ་བསད་གོ་རེ་བ། དེ་བསད་ཡ་རྐང་བཙུད་ནས་ང་ཚོ་ཤན་པ་ཟས་བྱས་ནས་ཁོ་རང་ཚོ་མི་ཚང་དེ་ནང་ལ་ཡོང་གི་དང་སྐད་བཏང་གི་དང། ད་མི་ཚང་སུ། དེ་བ་ཅི་ལས་ཡ་ཅིག་ཤ་གོ་གི་ཡོད་པས་ཡེ་ནས་ལས། ཨ་ནི་ནམ་རྒྱུན་གི་བསད་ཉེན་དེ་སྐད་བཏང་བྱས་ནས་བསད་ག་བྱེད་གི་དང། ད་ང་སྡིག་པ་བསགས་ཀྱི་མེད་མདོག་མདོག་རེད་བ། ང་སེམས་ཅན་སྲོག་བཅད་ཀྱི་མེད་ད་ཁོ་ལ་ཡང་བཅད་བཅུག་པ་ཡིན་ལབ་པའི་དེ་རོ། ད་དེ་ཕ་ཆོག་ལ་ཡང་བསད་བཅུག་པ་དེ་གིས་ག་རེ་བཟོས་དུས། ཨ་ནི་སོ་སོ་ལ་གཅིག་པ་གཅིག་རྐྱང་སྲོག་སྲོག་བཅད་པས་ད་སྡིག་པ་ཡོང་གི་ཡོད་རེད། དེ་ལས་སོ་སོ་རང་གིས་བྱས་བཞག་པ་ཡིན་ན། ཨ་ནི་སྡིག་པ་གཅིག་མ་གཏོགས་བསགས་མ་གོ་རེད་བ། སོ་སོ་གི་བསད་པའི་སྡིག་པ་དེ་མ་གཏོགས་ད་གཞན་པ་དེ་ལ་ཡང་བསད་བཅུག་ས་གི་མི་དེ་ལ་ཡང་སྡིག་པ་བསགས་མ་གོར་བར། ད་མི་གཞན་པ་བསགས་བཅུག་ཡོང་དུས། མི་གཞན་པ་དེ་ལས་སྡིག་པ་བྱས། རང་ལས་སྡིག་པ་བྱས་ཨ་ནི་སྡིག་པ་ཉིས་བརྩེགས་ཆགས་སོང། ཨ་ནི་ག་བྱེད་ད་མཁས་མི་འདུག། འོ་དེ་འདྲས་རེད། ད་འདི་གི་ཡག་སྲོག་གཅོད་པ་ད་འདི་རྒད་པོ་ཞུ་དགོས་ཡ་མི་འདུག་ཚང་མ་ལོག་གི་ཡ་མཁན་རྐྱེན་པ་རེད་བ། ད་དེ་ནས་ཕྱི་དང་ལམ་རིམ་དེ་ཚོ་ལ་ཡང་ད་ལྟ་འབྲས་བུ་དེ་ཚོ་ལོགས་སུ་མ་གི་འོག་ནས་གསུངས་ཡོད་རེད་ད་ཡིན་ནས་ངས་འདི་མཉམ་དུ་སྦྱར་ནས་ཅིག་ཞུས་བྱས་ན་ཡག་གི་རེད་དྲན་སོང། ད་ད་ལྟ་མི་དགེ་བ་བཅུ་པོ་རེ་རེ་རེ་རེ་ནས་བཤད་ཨ་ནི་དེའི་མཇུག་ལ་ཡང་མི་དགེ་བ་བཅུ་པོ་དེ་རེ་རེ་རེ་རེ་གི་མཐའ་ལ་ཡང་ཨ་ནི་ཁོ་རང་ཚོ་གི་འབྲས་བུ། དེ་འདྲས་ཀྱི། ལས་དེ་ལ་ཡང་བཞུགས་པ་ལ་བརྟེན་ནས། ཨ་ནི་འབྲས་བུ་གར་ག་རེ་མྱོང་གི་རེད་བྱས་བྱས་ནས་འོ་དེ་སྙམ་དུ་ཞུས་བཞག་ན་ཡག་ས་རེད་དྲན་སོང། འོ་དེ་ཡིན་དུས་ད་འབྲས་བུ་དེ་ལ་ཡང་འབྲས་བུ་གསུམ་བཤད་པ་རེད། རྣམ་སྨིན་གྱི་འབྲས་བུ། རྒྱུ་མཐུན་གྱི་འབྲས་བུ། བདག་པོའི་འབྲས་བུ་བྱས་བྱས་ནས། ད་རྣམ་སྨིན་གྱི་འབྲས་བུ་ཟེར་དེ། ད་འབྲས་བུ་གཙོ་བོ་འདྲ་བོ་དེ་རེད། ང་རང་ཚོ་ས་བོན་འདྲ་བོ་བྱིན་པ་ཡིན་ན། ནད་ཀྱི་ས་བོན་གྲོ་ཞིག་ལྟ་བུ་ཡིན། ཨ་ནུ་ཅུང་མ་ཡང་ནད་སྐྱེད་ཡུན་འགོར་བ། འོ་འདི་ནང་བཞིན་བྱས་བྱས་ནས་ད། གར་སེ་འོ་རེ། ལས་འདི་གི་འབྲས་བུ་གཙོ་བོ་འདྲ་བོ་ཆེ་དེ་ཡང་ཨ་ནི་སྐྱེ་བ། ད་རྣམ་སྨིན་བས་ན་ཅི་སྡིག་བ། ཅིག་མི་སྐྱེ་བ་ཡིན་པ་ཡིན་ན་སྤྱི་དང་ཡོངས་གྲགས་ཀྱི་རྣམ་སྨིན་དེ་ད་ངན་སོང་གསུམ། ཨ་ནི། དགེ་བ་བྱས་པ་ཡིན་ན། རྣམ་སྨིན་དེ་ལ་ཨ་ནི་དེ་འཕྲོས་ལུས་རྟེན་འོ་དེ་ཡིན་དུས་རྣམ་སྨིན་གཙོ་བོ་གཙོ་བོ་འདྲ་བོ་དེ་བྱས་རྣམ་སྨིན་ཟས་དེ་ལྟ་འབྲས་བུ་གཙོ་བོ་འདྲ་བོ་བྱས། ད་རྒྱུ་མཐུན་གྱི་འབྲས་བུ་ཟས་དེ་ཨ་ནི་གོ་ར་ཚིག་ལ་ཡོད་པ་ན་བཞིན་རྒྱུ་དང་མཐུན་པའི་འབྲས་བུ། རྒྱུ་ག་རེའི་ས་ཡོད་པ་ཡིན་ནས་སྲོག་གཅོད་སྲོག་གཅོད་ཡིན་ན་སྲོག་བཅད་པ་ཡིན་ན་ཨ་ནི་སྲོག་བཅད་པ་དང་མཐུན་པའི་ཨ་ནི་འབྲས་བུ་དེ་ལ་ཡང་གཉིས་མྱོང་བ་རྒྱུ་མཐུན་དང་བྱེད་པ་རྒྱུ་མཐུན། ད་མྱོང་བ་རྒྱུ་མཐུན་ཟེར་དུས་དཔེར་ན་བྱེད། ལས་དེ་གི་སྲོག་གཅོད་ཀྱི་ལས་ཀྱི་དབང་གིས། ཨ་ནི་དམྱལ་བ་འདྲ་བོ་ལ་ཡང་ད་སྐད་ཚ་ནི་ཨ་ནི་ཇོ་མ་ཅིག་མི་ལུས་རེ་ཐོབ་པ་ཡིན་ན་ཡང་ད་འདོད་ཁོ་གི་ཡང་ད་ཅིག། ནུས་པ་ལ་མ་སོང་ནས་དེས་ལྷག་པ་དེས་གིས་གར་ཡོང་དགོས་ར་སོད་དུས། ད་མྱོང་བ་རྒྱུ་དོན་དང་བྱ་བ་རྒྱུ་དོན་ཟེར་བྱས་བྱས་ནས། ད་མྱོང་བ་རྒྱུ་དོན་དེ་ལ་ཡང་ག་རེ་བཟོ་དུས་ཕ་ཕྱོགས་ཀྱི་ཚད་དེ་ཐུང་དུ་བཏང་པ་ཡིན་ཙང་དེ་དང་མཐུན་པ་ཨ་ནི་སོ་སོ་ཨ་ནི་མིའི་ལུས་རྟེན་འདྲ་བོ་ཞིག་ཐོགས་པ་ཡིན་ན་ཡང་མིའི་ལུས་རྟེན་སྐབས་ལ་ཡང་ཨ་ནི་ཚད་མཐུན་མཐུན་ཡོང་བ་ཡིན། དེ་ནང་བཞིན་གྱི་ཨ་ནི་ཕ་ཕྱོགས་ལ་ཡང་ད་ཆུ་ཁོ་ཕ་ཕྱོགས་སད་པ་ཡིན་ཙང་དུ་ཉེན་སྐྱེད་པར་བྱེད་པར་བ་འོ་དེ་ཡིན་པ་ཡིན་དུས་དེ་དང་མཐུན་པ་བྱས་ནས་སོ་སོ་ལས་ན་རྒྱུ་ཟ་རྒྱུ་མང་པོ་ཡོང་ཡས་འོ་དེ་ལ་ཡང་མྱོང་བ་རྒྱུ་དོན་ཟེར། ད་བྱ་བ་རྒྱུ་དོན་བཟོས་དུས། ཨ་ནི། སོ་སོ་གི་ལས་ཀ་ག་རེ་བྱས་པ་དེ་དང་མཐུན་པ་བྱས་བྱས་ནས། ཨ་ནི་དཔེར་ན་སྲོག་བཅད་པ་ཡིན་ཙང། ཨ་ནི་ཅིག་མི་ལུས་ཐོབ་པ་ཡིན་ནས། ཨ་ནི་སྲོག་བཅད་ཡས་ལ་ཡ་དགའ་བོ་ཡོང་ཉེན་དེ་འདྲས། ང་ཚོ་མི་ག་ཤས་ཡོང་གི་འདུག་ཨ། ཅིག། དང་པོ་སྦུག་ཆུན་ཆུན་ནས་ཅིག་འབུ་སྲིན། ཅིག་མཐོང་པ་ཡིན་ནས་ལས་སད་ཡས་དགའ་བོ་ཞེ་བོ་དེ་འདྲས། ཡང་ག་ཤས་ཅིག། སྦུག་ཆུན་ཆུན་ནས་བས་འབུ་སྲིན་མཐོང་པ་ཡིན་ནས་ལས་སྙིང་རྗེ་ཡས་སད་ཅིག་རང་བཞིན་ཁོ་རང་གི། ཨ་སྙིང་རྗེ་ཡོད་དེ་ཉིད་ཅིག་དང་ག་ཤས་ཡང་ཅིག།

ད་དེའི་ནང་ནས་ཨ་ནི་བྱས་པ་རྒྱུ་དོན་ཟད་དེ་ད་སྡུག་ཤོས་ཅིག་ལ་ཡ། ད་ལྟ་དེ་ལམ་རིམ་དེ་ཚོ་ནར་དེ་ཟེར་དགོས་དོ། ག་རེ་ཟེར་དགོས་རེད། ཨོ། གང་བྱས་ཐབས་སྡུག་ཤོས་ཅིག་ལ་ཡ་ཐབས་སྡུག་ཤོས་ཅིག་བརྩི་གི་དོ་ད་སྡུག་ཤོས་ཅིག་གནག་ཤོས་ཅིག་ལ་ཡ། བྱས་པ་རྒྱུ་དོན་ཟད་དེ་ཨ་ནི་ག་བྱས་ལ་ཡ་བྱས་པ་རྒྱུ་དོན་ཟད་དེ་ལ་ཡ། ཨ་ནི། དགེ་རྩ་ཆད་པ་ཟེར་བྱས་བྱས་ནས།

ཐ་རྣམ་སྨིན་གྱི་འབྲས་བུ་དང་དེ་ཚོ་ལས་བྱས་པ་ཡིན་ན། ཨ་ནི་བྱེད་པ་རྒྱུ་དོན་དེ་ལ་ཡང་ཞེད་སྣང་ཆེར་བྱེད་དགོས་ཀྱི་རེད། བྱེད་དགོས་བས་ག་རེ་བཟོས་དུས་རྣམ་སྨིན་གྱི་འབྲས་བུ་བཟོས་དུས། ཁོ་གི་ཡང་སྡིག་པ་ཅིག་བྱས་པ་ཡིན་ན་སྡིག་གི་ཡང་སྐྱེ་བ་ཅིག་འཕངས་ཨ་ནི། ལས་དེ་རྫོགས་སོང་ན་ཨ་ནི་སྐྱེ་བ་དེ་ནི་སྐྱེ་བ་གཞན་པ་ཅིག་ལེན་འགྲོ་དགོས་རེད། ད་བྱེད་པ་རྒྱུ་དོན་ཟེར་ཡས་དུས། བྱ་བ་དེ་ལ་ཡང་རང་བཞིན་གྱིས་འཇུག་ཡས་ལ་ཡང་དགའ་བོ་ཆགས་ཡོང་ཡས་དེ། དཔེར་ན་སྲོག་བཅད་པ་ལ་བརྟེན་ནས་སྲོག་གཅོད་པ་ལ་དགའ་བ་ལ་བ་ན་བཞིན། ཨ་ནི་སྲོག་གཅོད་ལ་ཡང་དགའ་བོ་ཞི་བོ་ཅིག་བྱེད་ཉེས་ཅིག་ཆགས་པ་ཡིན་ན། ག་དུས་ཡིན་ནས་ཨ་ནི་སྲོག་བཅད་བྱས་པ་དེ་གར་བ། ག་དུས་ཡིན་ནས་སྲོག་བཅད་བྱས་པ་དེ་བ་ཡིན་ན་ཨ་ནི་སྡིག་པ་ག་ཚོད་བསགས་འགྲོ་གི་རེད་སྲོག་གཅོད་ཀྱི་སྡིག་པ་ག་ཚོད་བསགས་འགྲོ་གི་རེད་འོ་དེ་འདྲས་ཀྱི་རྒྱུ་མཚན་ལ་བརྟེན་ནས་ཨ་ནི་གཅིག་ད་ལྟ་གཅིག་འབྲས་བུ་མ་འདྲ་བ་མང་པོ་ཡོད་པའི་ནང་ནས་བྱས་པ་གྱོད་དོན་ཟེར་ཡ་དེ་ཨ་ནི་གར་སོང་ཉེན་ཁ་ཆེ་ཤོས་སྡུག་ཤོས་དེ་ཡིན་དུས་དེ་ལ་ཡང་ཨ་ནི་གཟབ་པ་བྱེད་དགོས་གི་རེད་འོ་དུ་གསུངས་པ་རེད། ད་སྲོག་གཅོད་ཀྱི་ལས་ལ་ཡ་བྱ་བ་ཡིན་ན། ད་གསོལ་མཆོད་ཀྱི་ལས་ཀྱི་འབྲས་བུ་མ་གོ་ཤེས་རྒྱབ་ཡོང་དུས་ག་འདྲས་ཡོང་གི་རེད་ལབ་ན། གསོལ་མཆོད་པའི་འབྲས་བུ་དེ་ལ་ཡང་རྣམ་སྨིན་གྱི་འབྲས་བུ་དེ་ལ། ཨ་ནི་གསོལ་མཆོད་ཀྱི་ལས་ཆེན་པོ་ཡིན་པ་ཡིན་ན། སྡིག་པ་ཆེན་པོ་ཡིན་པ་ཡིན་ན། ཨ་ནི་དམྱལ་བ་ལ་གས། འབྲིང་གི་ཡི་དྭགས་ལ་གས་ཡས། ཆུང་ངུས་དུད་འགྲོ་ལ་གས་གང་ལྟར། ཅིག། གསོལ་མཆོད་ཀྱི་ལས་བསགས་པའི་གཞུག་གུ་ལ། རྣམ་སྨིན་དེ་ལ་ཨ་ནི་ངན་སོང་གསུམ་མ་གཏོགས་འགྲོ་ས་ཡོད་མ་རེད། ད་གལ་སྲིད་དེ་ནས་ཐར་ནས་ད་དམྱལ་བ་དང་ཡི་དྭགས་དུད་འགྲོ་ག་བ་ལ་སྐྱེས་ཡོད་པ་ཡིན་ནས་ཨ་དེ་ནས་ཅིག་ཐར་ནས་ད་ཅིག་ཐ་མ་མི་ལུས་ཅིག་ཐོབ་པ་ཡིན་ན་ཡང་ཨ་ནི་གར་ཡོང་གི་རེད་ཟེར་དུས་ཚེ་ཐུང་ཞིང། ཚེ་མཐོང་ཞིང་ནད་མང་བ་ཨཱ་ཅེ་ཅེ་ནི། རེ་བ་ཨཱ་ནི་ཚེ་མཐུན་དོན་ཡོང་གི་རེད། དེ་དང་གི་རྒྱུ་མཚན་ཞུས་པ་ན་ཤེས་བྱེད་དང་མྱོང་བ་རྒྱུ་དོན་དེ་ལ་ཡ། ད་ལྟ་རྒྱུ་དོན་གྱི་འབྲས་བུ་དེ་ལ་མྱོང་བ་རྒྱུ་དོན་དང་བྱེད་པ་རྒྱུ་དོན་གཉིས་ཀྱི་ནང་ནས། ཨཱ་ནི་མྱོང་བ་རྒྱུ་དོན་དེ་ཚེ་མཐོང་ཞིང་ནད་མང་བ་ཨཱ་དེ་ཡོང་གི་བས་ཀྱི་རྒྱུ་མཚན་ག་རེ་བཟོས་དུས། ཕ་ཆོས་ལ་ཡ་སྲོག་བཅད་པའི་སྐབས་ལ་ཡ་མི་ཕ་ཆོས་དེ་གི་ཚེ་མཐོང་དུ་བཏང་བ་རེ་བ་ཨཱ་འོག་ཕ་མཆོག་གི་ཚེ་ཐུང་དུ་བཏང་པ་ཡིན་ཙང། ཨ་ནེ་སོ་སོ་མི་ལུས་ཐོབ་པའི་སྐབས་ལ་ཡང་ཨ་སོ་སོ་ཡི་ཚེ་དོན་དུ་ཡོང་ཡས། ཨ་ནེ་དེ་ནང་བཞིན་གྱིས། ཨ་ནེ་སོང་བ་བརྗེད་པའི་སྐབས་ལ་ཡང་ད་ཕ་མཆོག་ལ་ཡང་མཚོན་བསྣུན་པ་ལ་སོགས་པ་གར་བྱས་ཡོད་པ་ཡིན་ནས་ཕ་མཆོག་ལ་ཡང་སྡུག་བསྔལ་མང་པོ་ཅིག་སྐྱེད་པར་བྱས་པ་ཡིན་ཙང། དེའི་དབང་གིས་ཨ་ནེ་སོ་སོ་གསོན་པོ་ཡོད་པའི་སྐབས་ལ་ཡང་སོ་སོ་མི་ལུས་ཐོབ་པའི་སྐབས་ལ་ཡང་ཨ་ནེ་མང་བ། འོ་དེ་འདྲས་རེད། ཨ་ནེ་མི་ག་ཤེད་ཡོང་གི་འདུག་ཨང་གཅིག་ན་ཚ་གཅིག་ན་ནད། གཅིག་གྲགས་སུ་ནས་ཡང་གཅིག་ན་གཅིག་ན་རྒྱུ་ཚ་རྒྱུ་བལ་སྐོར་རྫོགས་རྒྱུ་མེད་ཉིན་གཅིག། ད་དེ་ཚོ་ཕལ་ཆེར་ད་མྱོང་བ་རྒྱུ་དོན་འདྲ་ཕལ་ཆེར་ཆ་ག་ཡོད་ཅེས་རེད་རེད་བ། ད་རེད་དེ་ལས་ཁོ་སོ་སོ་དེ་དེ་འདྲས་ཀྱི་ཡོད་པ་ཡིན་ན་ཨ་ནི་དེ་གར་ཟེར་དགོས་རེད། ད་དེ་སློབ་སྦྱོང་བྱེད་དགོས་རེད་ཟེར་དེ་གནད་འགག་གཅིག་དེ་རེད་བ། ད་དེ་འདྲས་ཀྱི་སློབ་སྦྱོང་བྱས་ཡོང་དུས་ཨ་ནི་སོ་སོ་གི་དྲི་བ་དེ་ལ་ཡ་ལན་རག་ཡོང་དགོས་དང། ད་ང་པད་ཀོ་ར་ན་ཡ་ཚ་ཡ་རྫོགས་ཡ་ཁྱོད་ན་མི་འདུག་ད་ག་ར་བྱེད་ཡིན་ན་ད་ངས་ག་ར་བྱས་ཡོད་ན་ཟེར་དུས། ཨ་ནི་དེ་ཚོ་གཞི་ནས་མྱོང་བ་རྒྱུད་དོན་སྲོག་གཅོད་ཀྱི་མྱོང་བ་རྒྱུད་དོན་གྱི་ལས་ཟེར་ཡོང་དུས་ཨ་ལེ་ད་ངས་སྐྱེ་བ་འདི་ལ་ད་ཡག་པོ་བྱས་ཡོད་དེ་ལས་ད་སྐྱེ་བ་སྔན་མ་རྣམས་སུ་ཨ་ནི་དེ་འདྲས་ཀྱི་སྲོག་གཅོད་ཀྱི་ལས་ཅིག་བྱས་ཡིན་ས་རེད་ད་དེས་ཀྱི་འབྲས་བུ་ཡིན་ས་རེད་བསམ་པས་ཨ་ནི་སོ་སོ་གྱི་ཡ་དེ་ག་ར་ཟེར་བར་ངོས་ལེན་བྱེད་བྱས་ཡོང་གི་རེད་ཨ་ནི་ངོས་ལེན་བྱས་པ་ལ་བརྟེན་ནས། ད་དེ་ངས་ག་རེ་བྱེད་དགོས་ཀྱི་འདུག་ཟེར་ན། ད་སྐལ་བ་གཉིས་མ་བསགས་ཞེས་པའི་སྡིག་པ་ལྷག་ཡོད་པ་ཡིན་ན། ཨ་ནི་དེ་ལ་ཡང་སྡིག་བཤགས་ཅིག་བྱས་བྱས་ནས་ཁོ་རྩ་མེད་བཟོ་གང་ཐུབ་བལྟས་དགོ་ཨ་ཟེར་བྱས་ནས་ཨ་ནི་དེ་ལ་ཡང་གཉེན་པོ་བསྟེན་ཡས་ལ་ཡང་འཇུག་པ་ཡོང་གི་འདུག་ཨ་གཉེན་པོ་བསྟེན་ལས་འཇུག་པ་ཡིན་ན་ལས་དེ་གཙང་མ་གཙང་རྐྱང་ཆགས་སོང་ན་ཨ་ག་ལི་ག་ལི་དྲག་འགྲོ་གི་འདུག་ཨ་དེ་སྙེ་མ་ང་ཚོ་ལོ་རྒྱུས་ཞུས་ཡིན་པ་ཁོ་ལས་ཟས་བདེ་གི་ཡིན་དང་མ་ཡིན་ཨ་ག་ཤེད་ཅིག་ད་ལྟ་ང་ཚོ་ཕོ་ན་ཚ་དེ་ཚོ། སྨན་བཅོས་འདྲ་མ་འདྲ་བྱེད་ཀྱི་འདུག་ཨང། ག་ཤེད་ལ་ཡ། ཚ་ཆུ་བག་ནི་ཕན་གྱི་ཡོད་རེད་ག་ཤེད་ལ་ཡ་ཕྱག་འཚལ་ནི་ཕན་གྱི་ཡོད་རེད། ཡང་ཕྱག་འཚལ་ནི་ཚང་མ་ལ་ཕན་གྱི་ཡོད་མ་རེད། ཨ་ནི་ཚ་ཆུ་བག་ནི་ཚང་མ་ལ་ཕན་གྱི་ཡོད་མ་རེད། ཨ་ནི་ངན་ཤུལ་ཡིན་པ་ག་ཤེད་ས་སྣུམ་འཐུང་དགོས་རེད་ཟེར་གྱི་འདུག། ཡང་ས་སྣུམ་འཐུང་ནི་དྲག་ཉེན་བྱུང་ཡོད་རེད། དྲག་པ་ཡིན་ཙང་ཨ་ནི་ས་སྣུམ་འཐུང་ནི་ཕན་གྱི་འདུག་ལབ་རེད། འོ་དེ་ཚོ་ཚང་མ་ལོ་ལེགས་ཅིག་ཟས་ཡོང་དུས། ལེགས་ཅིག་རྫོགས་ཚར་དུས། ཨ་ནི་རྐྱེན་དེ་འདྲས་ཀྱི་ཅིག། ཚ་ཆུ་བང་ཡང་ཡེ་ནས་རེད་ས་སྣུམ་བཏུང་ཡང་ཡེ་ནས་རེད་འོ་དེ་འདྲས་ཅིག་ད་འཕྲད་ཡོང་དུས། ཨ་ནི་ན་བཟའ་གྲགས་པ་ཡོང་དུས་ད་དེ་གི་གྲགས་སོ་ཟེར་དངོས་གནས་བྱས་ན། ཁོ་སྐྱེས་པར་བྱེད་ཉེན་གྱི་ལས་དེ། མེད་པ་ཆགས་ར། མེད་པ་ཆགས་པ་ཡིན་ཙང་གྲགས་པ་རེད། འོ་དེ་ཡིན་དུས་ད་དེ་འདྲས་ཀྱི་རྣམ་བཞག་ཤེས་པ་ཡིན་ན་སོ་སོ་གི་ཡ་སྡིག་བཤགས་བྱེད་ཡ་ལ་ཡ་མཁས་པ་ཡོང་དགོས་འདུག་ཨ་འོ་དེ་རེད།